ངོ་མ་དེ་རེད་བྱབ་ཐག་ཕྱུག་རྟགས་ངོ་མ་དེ་རེད་བྱུག་དེ་མ་གཏོགས་ག་རེ་བཙན་བྱ་འདྲ་མ་རེད་བ། ངས་དེ་ནང་དུ་དཔེ་ཅིག་ཞུས་དཔེ་དེ་ག་འདྲ་རེད་ཟེར་ན་རྒྱ་ནག་ལ། ཁེ་ལས་མཁས་པ་བྱོས་བ་རེད་ངོ་མ། ཁེ་ལས་མཁས་པ་ཁོ་རང་གི་འོག་ལ་ལས་ཀ་བྱེད་མཁན་མི་ག་ཚོད་རེད་མི་སྟོང་ཕྲག་གསུམ་ལྷག་ཙམ་བྱེད། ཁོ་རང་དཔལ་འབྱོར་དེ་སྒོར་མོ་ག་ཚོད་རེད་སྒོར་མོ་དུང་ཕྱུར་མང་པོ་འོག་ལ་ལས་ཀ་བྱེད་མཁན་མི་སྟོང་ཕྲག་གསུམ་ཙམ་བྱོས་བ་རེད། སྒོར་མོ་དུང་ཕྱུར་མང་པོ་ཡོད་ཁོ་རང་ལ། ཡིན་ན་ཡང་ཁོང་གི་རྒྱུན་ལྡན་གྱི་འཚོ་བའི་ཁྲོད་དུ་ལ་ཨ་ནི་པད་དེ་ཟས་སྤྱོད་སྤང་བླང་བསྟེན་སྟངས་རེད་རེད་བ། གཙང་སྦྲ་འཕྲོད་བསྟེན་བྱེད་སྟངས་རེད་འདི་འདྲའི་ལ་ཡང་དོ་སྣང་མ་བྱས་པའི་དབང་གིས་ཨ་ནི་ཁོ་རང་དགོང་ལོ་བཞི་བཅུ་དང་ཕི་དུས་བསམ་པ་ཨ་ནི་ཨ་ཁུའི་རྩ་ལ་ཕེབས་པ་དང། ཨ་ཁུའི་རྩ་ལ་ཕེབས་བྱས་ཏེ་ཡང་ཁོ་ཚོ་ནི་ངབ་རིང་ལ་ཡོང་མེད་འདྲ་བསམ་ནས། དེ་ནས་མ་འབབ་བུ་གྲོངས་བ་པོ་དགོངས་པ་རྫོགས་བས། རེད་བ། ཁོ་རང་དགོངས་པ་རྫོགས་བ་དང། ད་ཁོ་རང་དགོངས་པ་རྫོགས་དུས་བསམ་པ་ཨ་ནི་གང་ཡང་ཟེར་ན་ཁོ་རང་གི་དཔལ་འབྱོར་གྱི་རྒྱལ་གང་གི་སུག་ལ་ད་བ་རེད་ཟེར་ན་ཨ་ནི་ཁོ་རང་གི་ཨ་ཅེ་དིལ་ད་བ་ད། ཁོ་རང་གི་མནའ་མ་དིལ་ད་བ་ད། ཨ་ཅེ་དིལ་ལ་དྲ་དུས་བསམ་པ་ཨ་ཅེ་དིལ་ལོ་གཅིག་ཉེ་ངན་བྱས། ལོ་གཅིག་ཉེ་ངན་བྱེད་ཀྱི་འདུག་བ་ལོ་གཅིག་ཉེ་ངན་བྱས་པའི་རྗེས་ལ་ཨ་ནི་ཁོ་རང་གི་གང་ཡང་ཟེར་ན་ད། སྔོན་མ་རླངས། སྦྱིན་བདག་འདིའི་རླངས་འཁོར་སྟོན་མཁན་ཁ་ལོ་བ་མཆོག་རེད་ཁ་ལོ་བ་འདི་དང་རླངས་འཁོར་གང་ཟག་དེའི་རླངས་འཁོར་སྟོན་མཁན་ཁ་ལོ་བ་འདི་དང་སྦྱིན་བདག་གི་ཨ་ཅེ་དིལ་གཉིས་གཉིས་ཆང་ས་རྒྱབ་པ་ད། ཆང་ས་རྒྱབ་དུས་དཔལ་འབྱོར་གང་གོ་སུ་ལ་ཐབས་རེད། རླངས་འཁོར་འདང་མཁན་གྱི་ཁ་ལོ་བ་དེ་དང་ཨ་ནི་སྦྱིན་བདག་གི་ཨ་ཅེ་དེ་ལ་ཐབས་རེད་བ། དེ་ད་དུས་བསམ་པ་རླངས་འཁོར་འདང་མཁན་གྱི་ཁ་ལོ་བ་དེས་བཀའ་མོལ་གྱི་བཤད་བྱ་སྐད་ཆ་གྱི་ལབ་བྱ་སྐད་ཆ་དེ་ང་རང་དུ་ཚང་མ་ལ་བསམ་བཏང་དགོས་ཡ་རེད་བྱ་སྐད་ཆ་དེ་ག་འདྲས་ལབ་འདུག་བ་ཟེར་ན་རླངས་འཁོར་འདང་མཁན་ཁ་ལོ་བ་དེས་དེ་འདྲས་ལབ་བྱ། སྔོན་མ་ངའི་བསམ་པ་ང་སྦྱིན་བདག་གི་ཆེད་དུ་གཡོག་པོ་རྒྱུག་གི་ཡོད་བསམ་བྱུང། ད་ཕྱི་དུས་བསམ་པ་སྦྱིན་བདག་གིས་ངའི་ཆེད་དུ་གཡོག་པོ་རྒྱུག་བྱ་དངུལ་གང་གོ་སུ་ལ་ཐབས་རེད་བ། དེ་བྱས་ནས་མི་ཁོ་ན་རླངས་འཁོར་འདང་མཁན་ཁོ་ལ་ཐབས་རེད་ད་ག་འདྲ། ཁོ་སྦྱིན་བདག་ཆགས་བདག་དུག་ཚེ་རིང། བྱས་ཙང་ང་ནག་ཚོའི་ད་ག་ར་བ་ད་ལྟ་ས་ས་ས་ཞེ་པོ་ཅིག་བྱེད་ག་བྱེད་པས་དེ་ར་བ་སངས་མ་ལགས་ཨ་ནི་མི་གཞན་དག་བེད་སྤྱོད་གཏང་གི་འདུག་ཤུ་གུ། གཅིག་ནས་དེ་ར་བ། གཉིས་ནས་གང་ཡིན་ཟེར་ན་སོ་སོའི་དཔལ་འབྱོར་དེ་ལ་རིན་ཐང་ཡོད་པ་བྱེད་དགོས་དེ་གལ་ཆེན་པོ་ཤུ་བ་རེད་ང་ཚོ་དཔལ་འབྱོར་འགོ་བ་རེད་ཟེར་ན་དཔལ་འབྱོར་ངེས་པར་དུ་འགོ་རེད་དཔེར་ན་ད་རིང་གང་ས་ང་ཚོ་དུ་རིང་ནས་སྔོན་མ་ད་དུ་རིང་ནས་ཡར་རྒྱས་ཕྱིན་ཡོད་རེད་ཡིན་ན་ཡང་ང་ཚོ་རྒྱལ་ནང་གི་གྲོང་ཁྱེར་ཁག་ད་དུ་རིང་ཡིན་ན་ད་དུང་ང་ཚོ་རྗེས་ལུས་ཀི་རྣམ་པ་ཡོད་རེད། སློབ་མ། དེ་གསུངས་དུས་ང་ཚོ་དཔལ་འབྱོར་ངེས་པར་དུ་ཡར་རྒྱས་འགྲོ་དགོས་རེད། ཡིན་ན་ཡང་ང་ཚོ་དཔལ་འབྱོར་ལ་བརྟེན་ནས་མི་ཚེ་ལ་སྙིང་པོ་ལེན་དགོས་རེད་མ་གཏོགས་དཔལ་འབྱོར་ལ་བརྟེན་རྗེས་ཨ་ནི་ཆང་རག་བཏུང་ཟིག་གི་བ་མ་རེད་དཔལ་འབྱོར་ལ་བརྟེན་རྗེས་ག་ཡང་ཟེར་ན་ཨ་ནི་སྒྱིད་འཛུགས་བྱེད་ཟིག་གི་བ་མ་རེད། དཔལ་འབྱོར་བལྟས་ཙམ་ཡོད་ན་ཨ་ནི་ཀྲོག་ཀྲོག་ཞིག་པོ་བྱེད་ཡས་ཡོད་བ་མ་རེད་ཟེར་དགོས་རེད་ད། དེ་རུ་མ། བྱས་ཙང་འདུ་འཛོ་ཁྱིམ་པ་བྱས་དེ་གལ་ཆེན་པོ་ཞེ་པོ་རེད་འོ་འདུག་ད་ད་གོང་དུ་ཞུས་པ་ནས་ད་ང་ཚོ་ཨང་དང་པོ་དེ་ག་རེད་དེ་ལྡང་དགོས་རེད་ཁྱེད་རང་ལ་ལུས་པོ་དེ་ལྡང་ཡོད་ན་མ་རྩ་ག་ཤོས་ཀྱི་དེ་རེད་ད། ལུས་པོ་དེ་དག་མེད་ན་ཁྱེད་རང་ལ་སྐྱེས་ལ་སྐྱེས་འཁྲུག་ག་ཚོད་ལྟ་ཡས་ཡོད་ནས་རེད་ལུས་ལ་རྒྱན་ཆ་ག་ཚོད་ལྟ་ཡས་ཡོད་ནས་རེད་སྒོར་མོ་ཐོང་རྒྱུ་མང་པོ་ཡོད་ནས་ཁྱེད་རང་ག་རེ་ལས་སྒོར་རེ་ཁ་གུ་ཡོད་མ་རེད་ཁྱེད་རང་ལ་མ་རྩ་ཡོད་མ་རེད་ད་ངས་དཔེ་ཅིག་ཞུས་དཔེ་ཅིག་ཞུས་ན་ཡང་གོ་བདེ་པོ་ཞུ་བས་རོགས་མང་ཚོགས་ཟེར་ནས་དཔེ་ཞུས་ན་གོ་བདེ་པོ་རེད་བ། ཨ་སྦྱིན་བདག་སྔོན་མ་འདི་ཞུ་བ་སྦྱིན་བདག་པའི་དགོང་དགོང་ལོ་འདྲེས་པ་ཞིག་ལོ་འདྲེས་པོ་ལབ་རྒྱུ་སྦྱིན་བདག་ཅིག་ལ་དཔལ་འབྱོར་མང་པོ་ཡོད་རྒྱ་ཅིག་ལ་ཨ་ནི་བི་ས་ཅིག་གིས་དངུལ་ཅིག་གཡར་རེ་རེད་བི་ས་བདག་འདྲ་བྱ་ཤ་གསར་གཏོད་བྱེད་ནས་མི་ཅིག་གིས་ད།

ངས་ཁྱེད་རང་ལ་སྒོར་མོ་དུང་ཕྱུར་གཅིག་སྤྲད་འོས་ཁྱེད་རང་ང་ལ་རྨིས་འདི་སྤྲོད་དཱ། རྨིས་གཉིས་པ་དེ་སྤྲོད་དཱ། ཁྱེད་རང་ལ་ལག་པ་གཉིས་པ་དེ་ང་ལ་གཅིག་སྤྲོད་དཱ་ངས་ཁྱེད་རང་ལ་སྒོར་མོ་དུང་ཕྱུར་གཅིག་སྤྲད་འོས། ཁྱེད་རང་ལ་སྙིང་དང་གློག་དང་མཆིན་པ་དེ་བརྒྱ་ང་ལ་གཅིག་སྤྲོད་དཱ་ངས་ཁྱེད་རང་ལ་སྒོར་མོ་དུང་ཕྱུར་ཁ་ཤས་སྤྲད་འོས། ཨ་ནི་ཁོ་བསམ་སྟངས་འདུག་བ། ཨོ། དེ་སྐད་སྤྲད་ན་དེ་ང་ལ་དངུལ་ཡོད་ན་གར་ཆག་གོ་རེད། རྨིས་མེད་ན་དངུལ་ཡོད་ན་གང་བྱེད་རྒྱ་དེ་ནི། ཨོ། ད་འགྲིག་མི་འདུག་ཨ་ནི་ཁོ་རང་ཧ་གོ། ཨོ་ད་བྱས་ན་ངས་ཧ་གོ་སོང་མ་རྩ་ཡག་ཤོས་དེ་སོ་སོའི་ལུས་པོ་དེ་རེད་བྱ། ཟེར་བ། ང་རང་ཚོ་ཚང་མ་ལ་ལོ་མ་ལྟ་ག་རེ་ཡོད་རེད་ལུས་པོ་བདེ་ཐང་རེད་གོ་ད། ལུས་པོ་བདེ་ཐང་ཡོད་ཡིན་ན་མ་འོངས་པ་ག་ཡིན་ཟེར་ན་ཕ་མ་ལ་སྲི་ཞུ་བྱུག་བསྒྲུབ་ཐུབ་ཀི་རེད་ལ་ཨ་ནི་པའི་རེ་བ་ང་ཚོ་རྒྱལ་ཁབ་ཡིན་ནས་དེ་མང་ཚོགས་ཡིན་ནས་དེ་འདྲའི་མང་པོ་ལ་ཡང་ཞབས་འདེགས་ཞུ་ཐུབ་ཀི་རེད་བ། ལུས་པོ་བདེ་ཐང་མེད་ན་ཁྱོད་རང་ནད་རོ་གཅོང་རྒྱལ་གཅིག་གིས་མི་ལ་ཡང་སྲི་ཞུ་བྱ་ལྟོགས་བཞག་ནི་མི་ཡི་ཐུགས་ཁྱེད་རང་ལ་ཡང་ཞབས་འདྲི་ཞུ་བ་བྱ་ཀི་རེད་བ། ཁྱེད་རང་ནག་རའི་རྐྱེན་གྱིས་ད་རུང།